དེ་འོས་སྒུག་གས་མི་འདུག་ལན་བུ་སེ་མི་འདུག་དེ་ངའི་གཤིས་ཀ་ནང་ལས་ཡོག་མ་རེད། མ་འོང་ལང་མ་ལང་དེ་ངས་དུས་ཚོད་ཏག་ཏག་ལ་ངས་ཅིག་ལབ་ཡོང་གི་རེད། ཨ་ནི་དེའི་སྐབས་དེ་ལ་ངས་ག་རེ་བྱེད་ཡ་ཡིན་མིན་དེ་ངས་ཞུ་ཡོང་གི་རེད། ཨ་ནི་མི་མང་ཚོས་ད་ང། ངའི་དམ་བཅའ་དེ་ག་རེད་ཟེར་ན། ད་སྤྱི་ཚོགས་ནང་ལོགས་ལ་མི་མང་དུམ་བུ་འགྲོ་ཡ་གི་ལས་གཞི་གང་ལ་གང་མཉམ་ཞུགས་བྱེད་ཀྱི་མེད་ཟེར་ཡ་དེ། སྐད་མང་འོས་བསྡུ་ནས་ངས་ཞུས་ཡོད་སྐད་མང་འོས་བསྡུ་སྐབས་ལས་ད་ག་རང་བྱེད་པ་ཡིན་མ་ལབ་མ་འོངས་པ་ཡིན་ནས་སྤྱི་ཚོགས་དུམ་བུ་འགྲོ་ཡག་གི་ལས་བྱེད་ན་ང་ཚུད་གི་མེད་ཡིན་ནས་སྤྱི་བཏང་གི་མང་གཙོ་ཟེར་ཡ་དེ Democracy itself is divisive by nature ཁ་སང་ཁོས་མང་གཙོ་གི་རང་བཞིན་ཁོ་རང་དུམ་བུ་འགྲོ་རྒྱུ་ཡག་རེད་ག་རེ་ཟེར་ན་སོ་སོའི་དོད་པ་ཡོད་པའི་མི་གཅིག་ལ་མ་གཏོགས་འོས་འཕེན་ཡག་ཡོད་མ་རེད་པ། གདམ་ག་ག་ཚོད་ཡོད་པ་ཡིན་ནས་དེ་ཡིན་དུས་ཁོ་རང་བཞིན་གྱི་དུམ་བུ་ད་ཡིན་ནས་བགྲོ་གླེང་དང་དེ་འདྲས་མང་པོ་ཅིག་བྱས་ཡོང་དུས་ཨེ་ནི་བདེན་པ་མ་ཡིན་པའི་གནས་ཚུལ་འདྲ་བོ་དེ་འདྲས་གཞན་ཕྱོགས་ཕན་ཚུན་སྐྱོན་བཙུགས་རེས་འདྲ་བོ་དེ་འདྲས་ད་ལྟ་ཨ་མི་རི་ཀའི་བྱེད་སྟངས་སུ་འདྲ་བོ་དེ་འདྲས་བྱས་ན་ང་ཚོ་ཁུངས་འཁྱོལ་གི་མ་རེད་ད་དེ་ཨ་མི་རི་ཀའི་དམངས་གཙོ་ལ་དཔེ་ལྟ་ཡག་པོ་རེ་ཡོད་མ་རེད་ད་དཔེ་བསགས་གི་རེད་དེ་འདྲས་བྱས་པ་ཡིན་ན་ང་ཚོ་དེ་ཡིན་དུས་ཚང་མ་ང་རང་ཚོ་ང་རང་ཚོ་སྤྱི་ཚོགས་ཀྱི་གནས་སྟངས་དང་མཚུངས་པའི་གི་ཨ་ནི་མང་གཙོའི་ལམ་སྲོལ་སྒྲོལ་ཡས་བྱེད་སྟངས་བཟང་སྤྱོད་ཀྱི་རྣམ་པ་གང་ཐུག་ཐུག་ཅིག་ང་ཚོ་ཡོང་ཐུབ་ཡས་ལ། འཇམ་འཇམ་ང་ཚོའི་འོས་བསྡུའི་སྐབས་ལ་རང་བཙན་ཡོད་པའི་རྒྱལ་ཁབ་ནང་བཞིན་བྱས་ནས Bill Board བཞི་བོ་དེ་ལས་དགའ་འགྲོ་སོང་བཞི་བོ་དེ་ནས་བཏང་བྱེད་ཀྱི་འདུག་ཨ། བཙན་འཛུལ་ལན་པོ་ཡོག་མ་རེད་ང་རང་ཚ་ང་རང་ཚོ་གནས་བབ་དང་མཐུན་པ་བྱེད་ནས་འགྲོ་ན། ཨ་ནི་མི་གཞན་པ་ཚོས་གས་ཅི་འཇོག་བྱེད་ཀྱི་རེད་རེད་བ། ཨ་ནི་བཟང་སྤྱོད་ཟེར་ཡས་དེ་ད་རྒྱ་བ་རུ་མི་བྱེད་བོད་པ་ལ་དུས་ཚ་བ་ལམ་སང་ཕྱིའི་མི་ཡིན་ན་སྣང་བ་ནང་ལོག་ལ་སྐུ་མདུན་ཞལ་རས་དེ་ཤར་ཡོད་དགོས་ཡོད་རེད་བ་ཁོ་ཚོས། ང་ཚོ་བོད་པ་གཅིག་གིས་བྱས་ཉེས་གཅིག་བྱས་པ་ཡིན་ནས་སྐུ་མདུན་ནས་མཚན་ཤས་འགྲོ་ཡ་གི་ཉན་ཁ་ཆག་གི་འདུག་བ་དེ་ཡིན་དུས་ང་རང་ཚོ་བོད་པ་ཚང་མ་ལོག་ལ་ཡ་ཨ་ནི་འགན་དེ་ཡོད་དུས་ང་ཚོའི་ངོས་ནས་ད་ཆབ་སྲིད་ཀྱི་འགན་ཁེ་མཁན་ཚོ་ཡིན་པ་ཡིན་ནས་ཆབ་སྲིད་ཀྱི་ནང་ལོག་ལ་སྤྱོད་བཟང་དེ་ག་འདྲས་ཞིག་སྤེལ་དགོས་གི་འདུག་དེ་ཚོའི་སྒང་ལ་ཡ་ད་ང་ཞི་བ་གཅིག་གིས་ཇོན་གུ་དེ་ཁེ་པ་དེ་ནས་གན་མ་རྟེ་ཡིན་ནས་ག་ཚོད་ཐུ་ཐུ་གཅིག་གིས་སྤྱོད་བཟང་གི་ལམ་ཁ་གང་ལ་འགྲོ་ཐུ་ན་བསམ་ནས།

ང་ད་ལྟ་ལས་ཀ་བྱེད་དུས་ཚང་མ་ནས་ངའི་ཀུན་སློང་དུ་ཁྱེད་རང་གི་འཕྲོ་བརླག་བཏང་ཡོང་དུ་གདའ། བ། ང་ད་ལྟ་ལས་ཀ་བྱེད་དུས་བོད་སྤྱི་པ་རྣམས་ཞབས་ཞུ་ཡོད་དང་ང་མ་འོངས་པ་འོས་ཐོབ་ཡག་ཀྱང་ཡང་བྱེད་བསྡད་ཀྱི་ཡོད་པ་རེད་ན་ངའི་ཀུན་སློང་ཁོ་རང་འཁྲུག་པར་བ། ད་ལྟ་བསྡད་ཡོང་བ་རེད་དེ་ཡིན་དུས་ཚང་པ། ཨ་ནི་ཚང་མ་ལོག་ད་གང་ལྟར་གལ་ཆེ་ཤོས་དེ་མི་སུ་དབང་ཆ་འདི་ལ་རྐུབ་བཀྱག་འདི་གང་བསྡད་ནས་དབང་ཆ་བེད་སྤྲོད་བཏང་ཡག་ཆེད་དུ་མ་རེད་མིའི་གི་ཞབས་ཞུ་ཞུ་ཡག་གི་ཆེད་དུ་རེད་ད། བ། མིའི་ཞབས་ཞུ་ཡག་གི་ཆེད་དུ་ཨེ་ང་རང་དེ་སྤྱི་པའི་ནང་དུ་མང་པོ་ཞིག་ལས་ཀ་བྱས་པ་དང། ཨེ་ཅིག་ཉམས་མྱོང་ཏེས་ཅིག་བསགས་པ་དང་དེའི་ཉམས་མྱོང་བསགས་པ་དེས་ཀྱིས་ངས་སྤྱི་ཚོགས་ལ་ཞབས་ཞུ་ཞུ་ཐུབ་ས་རེད་བསམ་ཡག་གི་གདེང་ཚོད་ག་ལ་གང་འཚམ་ཅིག་སླེབས་པའི་ཐོག་ནས་ཨེ་ངས་ཞུ་འདོད་ཀྱི་ཡོད་རེད་ད་ལྟ་ཡིན་ནའི་ད་ཅིག་ཆེ་ཆུང་ལ་མ་ལྟོས་པའི་གི་ཕན་ཐོགས་འདྲ་བོ་ཕྲན་བུ་འགྲོ་ཅིག་བྱུང་སོང་བསམ་གྱི་འདུག་བསླབ་གྲྭ་འདྲ་བོ་ཕྱིན་པ་ཡིན་ནའི་ངས་ལབ་ཡིན་འདས་པའི་ལོ་གཉིས་རིང་གཉིས་སྔོན་ལ་ང་སླེབས་དུས་བསམ་པ་བསླབ་གྲྭ་ཚོར་ལྷག་བྱོས་འདུག། བེ་ལྡིང་འདི་ལོའི་སྐྱོ་ཐག་གཅོད་འཕྲོ་རླག་ཆེན་ཆེ། ད་ད་ལྟ་སློབ་སྤྱིའི་སྐད་དར་ཤོ་གི་ལན་འདོམས་ནང་གང་ལྟར། འབུམ་བརྒྱ་དང་བཅུ་དྲུག་ཅིག་སམ་པོ་ཏྲ་དང་ཨ་ནི་ཤེས་རིག་ལས་ཁུངས་ཀྱི་འགན་འཁེ་ཨ་ནི་མེ་བཀའ་ཤག་ནས་གྲོས་ཚོགས་ནས་བཀའ་འཁྲོལ་ཞུ་དགོས་དེ་གས་ཞུ་ཞུ་བྱས་བྱས་དེ་ད་གཙང་མ་འདྲ་བོ་ཆིག་ཡག་པོ་ཆགས་དེ་འདུག་དེ་ཡིན་དུས་ས་མ་ཁང་པ་འདི་ཡིན་པ་ཡིན་ནས་བདག་པོ་ཡག་པོ་བྱས་འདུག་བྱས། ཨ་དེ་ཚང་ང་ཚོ་ཁང་པ་འདི་རྩ་ཁང་རྒྱག་གི་ཡོག་མ་རེད་དམ་པ་ཁང་པ་རྒྱག་གི་ཡོག་མ་རེད་ང་གཞི་ཆགས་རྒྱས་སྐྱོ་རེད་ང་ཚོ་དམ་པ་ཁང་པ་ནང་ལོ་མང་པོ་བསྡད་ཚར།